སྡུག་བསྔལ་དང་ལེན་གྱིས་བཟོད་པ་ཟེར་བ་འདིའི་སྐབས་ལ་ལྟ་འདི་ལ་ཐེག་པ་ཆེན་པོ་གི་ལམ་ཉམས་ལེན་རྨད་དུ་བྱུང་བ་ཅིག་ཡིན་ཟེར་ནས་ཨ་ནི་དགེ་བའི་བཤེས་གཉེན་སྔོན་བྱོན་བྱེ་བོ་དམ་པ་དེ་ཚོས་གསུངས་ཡོད་པ་རེད། ཨ་ནི་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་རང་ལ་སྨིན་པར་ཤོག། སྡིག་པ་གི་འབྲས་བུ་རང་ལ་སྨིན་པར་ཤོག་ཟེར་ནས་ཨ་ནི་དེ་འདྲའི་གི་བློ་སྟོབས་བསྐྱེད་པ་ཡིན་ན།

མཐོང་ཆུང་ཡོང་གི་རེད་ཨ་ནི། ཁྱད་གསོད་ཡ་ཡོང་གི་རེད། ཡིན་ན་ཡང། སྐབས་དེ་འདྲི་ལ་ཐུག་དུས། ཁོང་ཁྲོ་ཟ་ཡ་ཕྲག་དོག་ལང་ཡ། ཨ་ནི་ཡིད་ཆེས་སྐྱེས་པ་དེ་འདྲ་མ་ཡིན་པ། སྙིང་སྟོབས་ཆེན་པོ་སྒང་ནས། ལྷག་པ་ཅན་དུ་བརྩོན་འགྲུས། ཨ་ནི། བརྩོན་པ་སྐྱེ་ཡ་གི་སྙིང་སྟོབས་ཆེ་རུ་བཏང་ནས། འགྲོ་བ་སེམས་ཅན་གཞན་གྱི། སྡིག་པ་དང་སྡུག་བསྔལ་དེ། བདག་ལ་མིན་པ་ཤོག་ཟེར་དུས་བདག་བཞིན་བརྗེད་གི་ཡོད་རེད།

ཡག་ཤོས་ཅིག་རེད་དེ། བདག་གཞན་མཉམ་བརྗེ་གི་མཉམ་ལས། ཡོད་ན་མེད་ན་དེ་འདས་རེད། གཅིག་དེ་རེད། ད་ནི་འདས་ལ་ད་ནོར་ཡང་སྟོང་ལེན་ཟེར་གི་རེད། སྟོང་ལེན་གི་མཉམ་ལས། སྟོང་ལེན་ལབ་དུས་ཡང། སྟོང་ལེན་ལབ་དུས་རང་གི་བདེ་བ་ཕར་གཏོང་བ་དང། གཞན་གྱི་སྡུག་དངོས་ཚུར་ལེན་པ། དེ་ལ་སྟོང་ལེན་གི་མཉམ་ལེན་ཟེར་གི་ཡོད་རེད། སྡུག་དངོས་དང་ལེན་གི་མཉམ་ལེན་དང་སྟོང་ལེན་གི་མཉམ་ལེན་དོན་གྱི་གཅིག་པ་རེད། མིང་མ་འདྲ་བ་རེད་མ་གཏོགས། བྱས་ཙང་འདིའི། རྒྱལ་སྲིད་བྱང་ཆུབ་སེམས་དཔའ་ཡང་ན་བྱང་ཆུབ་སེམས་དཔའི་ཉམས་ལེན་རྨད་དུ་བྱུང་བ། འགྲན་ཟླ་དང་བྲལ་བ་ཅིག་ཡིན། ཨའོ་སྔོན་གྱི་སྐྱེ་བོ་དམ་པ་རྣམས་ཀྱིས་དེ་འདྲ་ཅིག་གསུང་གི་ཡོད་པ་རེད། ཨའོ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།